ཁ་སང་གི་མཚམས་དེ། བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ན། རོ་བ། ད་བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ན་ཟེར་དུ་འང་ཅི་སྟངས་ཀྱི་ཡིན་ན། སྔོན་ནས་བསྐལ་པ་དཔག་མེད་པའི་སྔ་རོལ་ན་ཟེར་དུ་འང་ལ་ད་ཅིག་སྐྱེ་བ་ལོས་སྐྱེ་བ་མང་པའི་སྔ་རོལ་ན། རོ་བ། ས་བཅུ་ཡོངས་སུ་རྫོགས་པར་མཛད་དེ། ཨེ་ནི་ད་ཐུན་མོང་མ་ཡིན་པའི་སྣང་བ་ལ་དཔྱད་ན་ནི། ཨེ་ནི་ས་བཅུ་འདི་ནི་གང་ཕྱིར་ད། ས་དང་ལམ་གྱི་ཡོན་ཏན་ཐམས་ཅད་མཐར་སོན་ནོ། མངོན་པར་རྫོགས་པ་སངས་རྒྱས་པར་མཛད་དེ་གསུང་དགོས། ད་ས་བཅུ་ཡོངས་སུ་རྫོགས་པར་མཛད་དེ། མ་དག་པའི་འཇིག་རྟེན་གྱི་ཁམས་སུ་ཡང་ལ་དོ། སྤྱིར་ད་སྐལ་པ་གྲངས་མེད་པ་མང་པོའི་སྔ་རོལ་ན། ས་ལམ་གྱི་རྟོགས་པ་མཐར་ཕྱིན་ན་མངོན་པར་རྫོགས་པར་སངས་རྒྱས་ན་ཡང། འགྲོ་བ་སེམས་ཅན་གྱི་དོན་བྱེད་པའི་ཆེད་དུ། མ་དག་པའི་འཇིག་རྟེན་གྱི་ཁམས་སུ་ཡང་ལ་དོ། ང་རང་ཚོ། ད་མ་དག་པའི་གདུལ་བྱ་རྣམས། མ་དག་པའི་གདུལ་བྱ་རྣམས་ཀྱི་དོན་བགྱི་བའི་ཆེད་དུ་མ་དག་པའི་འཇིག་རྟེན་གྱི་ཁམས་སུ་སྐུའི་སྐྱེ་བ་བཞེས་ནས། ཨེ་ནི་མཚམས་མཚམས་ལ་ནི། ལ་ལ་ལ་ནི་འཁོར་ལོ་རྒྱུ་བའི་རྒྱལ་པོ་དང་ཨེ་ནི་མཚམས་མཚམས་ལ། ཨེ་ནི་གཅིག། ད་མ་དག་པའི་འཇིག་རྟེན་གྱི་ཁམས་འགའ་ཞིག་ཏུ་ནི་འཁོར་ལོ་རྒྱུ་བའི་རྒྱལ་པོ་ཡི་སྐུའི་སྐྱེ་བ་བཞེས་ན་སེམས་ཅན་གྱི་དོན་བགྱི་གི་འདུག། ལ་ལ་ལ་ནི་ཁམས་ཀྱི་རྒྱལ་པོ་དང། ཡང་གདུལ་བྱ་འགའ་ཞིག་གི་དོན་བགྱི་བའི་ཕྱིར་དུ་སྟེ་ཨེ་ནི་ཁམས་ཀྱི་རྒྱལ་པོས།

དེ་བཞིན་དུ་བྱང་ཆུབ་སེམས་དཔའ། ཁྱིམ་པ་དང་རབ་བྱུང་གི་ཚུལ་ལ་སོགས་པ་གདུལ་བྱ་དང་ཚངས་པའི་སྐུའི་རྣམ་པར་རྣམ་པར་སྤྲུལ་པ་དཔག་ཏུ་མེད་པ་ཇི་ལྟར་ནམ་མཁའ་ལ་ནམ་མཁའི་ལམ་ལ་ཟླ་བའི་དཀྱིལ་འཁོར། གཅིག་ཉིད་ཀྱི་ས་སྟེང་གི་ཆུ་སྣོད་ཡོངས་ཆུ་སྣོད་ཐ་དད་པ་སྣ་ཚོགས་པ་ཞིག་གི་ནང་དུ་ཅིག་ཅར་རང་གི་གཟུགས་བརྙན་སྟོན་པ་དེ་བཞིན་དུ་འབད་རྩོལ་མེད་པར་ཉེ་བར་བསྟན་པ་ལ། བྱ་ཚང་ད་ག་རེ་གསུང་དགོས་རེད་ལབ་ན་དེ་བཞིན་དུ་བྱང་ཆུབ་སེམས་དཔའ་ནི་བྱང་ཆུབ་སེམས་དཔའི་མཛད་པ་བསྐྱང་བའི་སྐབས་ལོ་མཚམས་ཙམ་ལ་ནི་ད་ཁྱིམ་པས་ཀྱི་རྟེན་བཟུང་ན་དེ་ནི་མཛད་པ་རྒྱ་ཆེན་པོ་སྒྲུབ་ཀྱི་ཡོད་ན་ཁྱིམ་པས་རྟེན་བཟུང། རབ་བྱུང་གིས་དེ་ནི་ཚུལ་བསྐྱངས་ན་སེམས་ཅན་གྱི་དོན་རྒྱ་ཆེན་པོ་སྒྲུབ་ཀྱི་ཡོད་ན་རབ་བྱུང་གིས་རྟེན་བཟུང་བའི་སྒོ་ནས

ལྟར་བ་གནམ་གྲུ་ཨེ་ནི་མང་པོ་ཅིག་མཛད་ནས་ད་དཔེར་ན་གནམ་གྲུ་མང་པོ་མཛད་པ་དེ་ཡང་ཨེ་ནི་ང་ཚོ་འབད་རྩོལ་མེད་པར་གནམ་གྲུ་མཛད་པ་དཔེར་ན་ནམ་མཁའ་ན་ཟླ་བའི་དཀྱིལ་འཁོར་གཅིག་ཡ་ནམ་མཁའི་ལམ་ན་ཕ་ཤར་ཡོང་འདུག་གང་ལ་ཨེ་ནི་སའི་སྟེང་དུ་ཆུ་ག་ཚོད་ཡོད་ན་ཡང་ཆུ་རེ་རེ་ནང་ལ་ཟླ་བའི་དཀྱིལ་འཁོར་རེ་རེ་ཤར་ཡོང་འདུག་གང་ལ་འོ་ད་ག་རང་ནང་ཆེན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་སྐལ་པ་གྲངས་མེད་པ་མང་པོའི་ང་རོ་ལ་ན་ངོམས་པར་རྫོགས་པ་སངས་རྒྱས་ནས། ཡིན་ན་ཡང་གདུལ་བྱ་སོ་སོ་སོ་སོ་སྟོན་བྱེད་ཀྱི་ཆེད་དུ་ཨེ་ནི་མཚམས་མཚམས་ལ་རྒྱལ་པོ་མཚམས་མཚམས་ལ་ཨེ་ནི་གཅིག་ཡ། རར་རྩིས་ཕྱུགས་རྩིས་འོ་ད་ད་ག་རང་ནན་ཅིག་ཨེ་ནས་བྱང་ཆུབ་སེམས་དཔའ་རབ་བྱུང་གི་རྟེན་ཅན་འདྲ་མི་འདྲ་མང་པོ་ཞིག་ཕལ་པའི་སྒོ་ན་རྣམ་འགྱུར་བསྟན་པའི་སྒོ་ནས་འོ་སེམས་ཅན་སོ་སོ་སོ་སོ་སོ་རང་རང་གིས་ནི་ཅིག་ཡ། སྣོད་སོ་སོའི་ནང་ལ་ཟླ་བའི་དཀྱིལ་འཁོར་རེ་རེ་ཤར་བ་བཞིན་དུ་སེམས་ཅན་སོ་སོ་སོ་སོ་ཡི་བསམ་པ་དང་མཐུན་པ་ཁམས་དང་མཐུན་པ་མོས་པ་དང་མཐུན་པའི་ཨེ་ནས་རྣམ་འགྱུར་རྣམ་སྤྲུལ་དཔག་ཏུ་མེད་པ་ཞིག་སྟོན་པའི་སྒོ་ན་འགྲོ་བ་སེམས་ཅན་གྱི་དོན་མཛད་པ་རེ་ཟུང་འོ་འདི་གསུང་དགོས་པར་ཐ་སྙད་བར་བསྟན་པ། བདག་ཅག་རྣམས་ལ་ནི་ད་ཡིན་ནས་ང་རང་ཚོ་བོད་གངས་ཅན་གྱི་གདུལ་བྱ་རྣམས་ལ་སྐབས་སུ་བབ་པ་དེ་ནི་ད་མཁས་གྲུབ་རྒྱལ་ལེགས་དཔལ་བཟང་པོ་ཁོ་རང་བཞུགས་བའི་གནས་སྐབས་ལ་ཡང། འུ་བུ་ཅག་རང་དང་འགྲོ་བ་རིགས་མཐུན་པའོ་ད་ང་རང་ཚོ་དང། ད་འགྲོ་བ་རིགས་མཐུན་པ་ལབ་ན་ཨེ་ནི་ད་བོད། མཁས་གྲུབ་རྒྱལ་ལེགས་དཔལ་བཟང་ཁོ་རང་བོད་པ་ཡིན་པར་སོང་ཙང་ཨེ་ནི་ད་བོད་པའི་རིགས་སུ་སྐྱེ་བ་བཞེས། ཨེ་ནི་བོད་གངས་ཅན་ཡུལ་ལྗོངས་སུ་སྐུའི་སྐྱེ་བ་བཞེས་ནས་རང་དང་འགྲོ་བ་རིགས་མཐུན་པར་སྐྱེ་བ་བཞེས་པས་དགེ་བའི་བཤེས་གཉེན་གྱི་ཉིད་ཀྱིས་རྣམ་པར་བསྟན་པ་འདི་ཡང་ཨེ་ནི་གཅིག་དང་ཡང་གཅིག་གི། ཁྱིམ་པའི་རྟེན་ཅན་གྱི་ཨེ་ནི་རྣམ་འགྱུར་བསྟན་པ་མ་ཡིན་པ་རྒྱལ་པོ་ཡི་རྣམ་འགྱུར་བསྟན་པ་མ་ཡིན་པ་ཨེ་ནི་དེ་དག་གཅིག་ཡང་ཁྱིམ་ན་ཁྱིམ་མེད་པར་རབ་ཏུ་བྱུང་ན་དགེ་སློང་གི་རྣམ་པར་བསྟན་པའི་སྒོ་ན་ཨེ་ནི་བོད་གངས་ཅན་གྱི་གདུལ་བྱ་རྣམས་ལ། རོ་ཨ་ང་རྣམ་ཀུན་ན་ང་ཚོ་གི་འདི་གསུང་གི་འོ་དགེ་སློང་ཚོལ་ཚུལ་ཙུང་ཀ་པ་སི་དུ་ཀང་ལ་འོ་ད་དགེ་སློང་གི་ཚུལ་བཟུང་བའི་སྒོ་ན། ཨེ་ནས་ཅིག་ཡ། འགྲོ་བ་སེམས་ཅན་གྱི་སྟོན་མཛད་པ་ཡིན་པར་སོང་ཙང་དགེ་བའི་བཤེས་གཉེན་གྱིས་རྣམ་པ་བསྟན་པས་འོ། བསྣན་པ། རྣམ་འགྱུར་བསྟན་པའི་སྒོ་ན་འགྲོ་བ་བོད་གངས་ཅན་གྱི་གདུལ་བྱ་རྣམས་ཀྱིས་ཨེ་ནས་སྟོན་མཛད་པ། ཞེས་བྱ་བ་ཁོང་དུ་ཆུད་པར་བྱ་བ་ཡིན་པར་མགོར་མ་ཆགས་སོ། ད་གང་ཕྱིར་དོན་དག་དངོས་པའི་གནས་ཚུལ་ལ་ཀ་ནས་སྤྱི་དང་གིས་ན། བསྐལ་པ་གྲངས་མེད་པ་མང་པོའི་ང་རོ་ལ་ངོམས་པར་རྫོགས་པ་སངས་རྒྱས་ནི་འགྲོ་བ་དེ་ཡིན་ན་ཡང་ད་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་འོ་དེ་འདྲ་ཞིག་ཡིན་པ་དེ་ད་ད་ལབ་མོ་གོ་བ་འདྲ་བོ་ཞིག་རེད་ཡིན་པ་དེ་གོར་མ་ཆགས་ད་ཡིན་ཤག་ཤག་འདྲ་བོ་ཞིག་རེད་འོ་ད་དེ་འདྲ་ཡིན་པ་དེ་ད་ལབ་མོ་གོ་བ་དང་བརྗོད་མི་དགོས་པ་ཞིག་རེད། འདི་ལ་བདག་ཉིད་ཡིད་ཆེས་པར་བྱ་བའི་ལོས་རྒྱུས་ཀྱི་གཏམ་གྱི་ཚིག་གཏམ་དུ་གླེང་བ་ཐོས་སོ། འོ་ད་དེ་འདྲ་ཡིན་པས་ཀྱི་ཅིག་ད་རྒྱུ་མཚན་དང་རྟགས་དང་ཚད་མ་ལ་སོགས་པ་མང་པོ་ཞིག་ཨེ་ནས་ད་ངས་ཐོས་སོང་ད་སུ་ཡིས་ལབ་ན་ཁྱེད་དྲུག་རྒྱལ་ལས་དཔལ་བཟང་པོས་ག་རེ་ལབ་འདུག་ཨང་ལ་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དགུང་ལོ་ཆུང་བའི་ཆུང་ཆུང་གི་གནས་སྐབས་ལ་ཨེ་ནས་ཁྱེད་དྲུག་རིན་པོ་ཆེ་མཇལ་ཡོད་མ་རོ་ཨ། ག་རེ་ཟེར་འདུག་ཨང་ལ་ཁོང་དེ་ནས་རྩ་བའི་ཆ་ན་ཡང་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་འཁྲུངས་ས་རྡོ་ཁམས་གདོད་མའི་ཕྱོགས་རེད་ཨེ་ནས་ཁྱེད་དྲུག་རྒྱལ་ལས་དཔལ་བཟང་པོ་ཨེ་ནས་འཁྲུངས་ས་དེ་དེ་ནས་གདོད་མའི་ཕྱོགས་མ་རོ་ཨ། གཅིག་ན་དེ་རེད། གཉིས་ན། ཁོང་དགོངས་ལོ་གྱི་ཆ་ན་ཡང་འདི་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དགོངས་ལོ་མཐོ་བ་ཡིན་པར་སོང་ཙང། དགོངས་ལོ་ཆུང་ཆུང་དང་དེ་ནས་ཨ་མདོ་ཕྱོགས་ན་ཚུར་ཕེབས་ཡ་དེ་ཚོ་གང་ད་མི་གཞན་གྱིས་གསུངས་པ་ལ་མ་འདུག་སི་ཐོད་སྐྱོད་རེད་མ་གཏོགས་ཁོང་རང་གིས་སྤྱན་གྱིས་གཟིགས་ཡོད་ཨ་མ་རེད་བརྗེད་ཡོད་མ་རོད། ད་ཡ་ཡ་ཡ་རྒྱུགས་ལ་ཡ་ཅིག་ཁོང་རང་དེ་ནས་མཁས་གྲུབ་ཀྱི་ལེགས་སྤེལ་བཟང་པོ་ཁོང་རང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་དངོས་ཀྱི་བླ་མ་གྱུར། ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཇལ་བའི་རྗེས་ཀྱི་རྣམ་ཐར་གང་ད་ཁོང་རང་གིས་དངོས་སུ་གཟིགས་ཡོད་རེད་ད་ཇག་ཚང་འོ་འདུག་སྲིད་ད་ང་ཚོའི་མདོར་བསྡུ་ན་དེ་འབྲེལ་གྱི་རྟགས་དང་མཚན་མ་ལ་སོགས་པ་ཨེ་ནས་གཅིག་ད་དངོས་གནས་དྲང་ནས་ཨེ་ནས་གཅིག་རྒྱལ་སྲས་བྱང་ཆུབ་སེམས་དཔའ་བསམ་མི་ངེས་མི་སྐྱ་བའི་དྲིན་ནི་འདི་ཡིན་པ་དེ་ཨེ་ནས་དེ་འབྲེལ་གྱི་གཏམ་གྱིས་དེ་ནས་ད་གཅིག་ཡ་གཅིག་གསུང་ཡག་གསུང་བྲོས་ན་མ་སོང་ན་མང་པོ་ཅིག་ཐོས་སོང། དེ་ལྟར་མོད་ཀྱི་ཚུལ་དེ་ནི་སྐྱེ་བོ་ཕལ་མོ་ཆེ་དག་གིས་བསམ་པར་བྱ་བའི་བསམ་པར་བཅའ་དཀའ་བའི་གནས་ཡིན་པའི་ཕྱིར་དང། ཡིན་ན་ཡང་ད་དེ་འདྲས་ཀྱི་གཅིག་གི་ཡང་རྒྱུ་མཚན་དང་རྟགས་དང་མཚན་མ་ལ་སོགས་པ་དག་མང་པོ་ཅིག་ཡོད་བ་དང་ཐོས་ཡོད་ར་ད་ཡིན་ན་ཡང་ད་དེ་ཚང་མ་གིས་དེ་ནི་ལབ་ན་ཡང་ཡིད་ཆེས་དོ་ཁ་བོ་མ་རེད་གསུང་གོ་དེ་ལྟར་མོད་ཀྱི་ཟེར་ན་དེ་འདྲས་ཡིན་ན་ཡང། དེ་ནས་སྐྱེ་བོ་ཕལ་མོ་ཆེས་བདག་གི་ལབ་ན་འོ་ད་དེ་འདྲས་ཀྱི་གཏམ་དང་དེ་འདྲས་རྒྱུ་མཚན་དང་འོ་གང་དེ་འདྲས་ཐོས་པ་ཁྱི་ཕྲུག་གི་རེ་དཔལ་བཟང་པོ་ཁོ་རང་ལ་ཐོས་པ་དང་དེ་འདྲས་ཀྱི་ནི་མི་ག་འགའ་གི་ཡིད་ཀྱི་ཕལ་མོ་ཆེ་བདག་གི་བསམ་པར་བཅའ་དཀའ་བའི་གནས་ཡིན། ཧ་ལས་བསམ་པར་བཅའ་དཀའ་ཟེར་ཨེ་ནི་ད་བསམ་བློ་ནང་ལ་མི་ཤོན་ཡང་དང་བསམ་བློ་ནང་ལ་ཨེ་ནི་ཆུད་མ་ཐུབ་པའི་གི་ཨེ་ནི་ད་སྐད་ཆ་དང་ཆུད་མི་ཐུབ་པའི་གི་ཨེ་ནི་གནས་ཅིག་རེད། བདག་ཅག་དད་པ་དང་བསམ་པའི་སྟོབས་མེད་པ་བདག་གིས་རུ་བ་ད་ཡིན་འདུག་ང་ལ་ང་རང་ཚོས་ཨེ་ནས་ད་གཅིག་དངོས་གནས་དྲང་ནས་དད་པའི་གི་སྟོབས་ཡང་དམན་པ་སྟོབས་ཆུང་ཆུང་ཨེ་ནས་བསམ་པའི་གི་སྟོབས་ཡང་ཆུང་ཆུང་དམན་པ་དག་གི་རང་བཞིན་དང་བསྐལ་པ་ཅི་ལྟ་བ་བཞིན་དུ་ཇི་ལྟ་བུ་ཡིན་པར་ཉེ་བར་གཟིགས་པའི་དབང་གིས་བདག་ཉིད་ཀྱང་དོན་འདི་ལ་ཞལ་གྱིས་འཆད་པར་མི་མཛད་པའི་ཕྱིར་བྱ་ཙང་ང་རང་ཚོ་ད་སེམས་ཅན་བསོད་ནམས་དམན་པ་བསྐལ་པ་དམན་པ་ཡིན་པར་སོང་ཙང་ད་སོ་སོ་གིས་མ་མཐོང་འམ་སོ་སོ་གིས་མ་ཤེས་པའི་དབང་གིས་ད་ཅིག་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོ་ད་འདི་ནས་ཅིག་བདེ་འབྲས་ཀྱི་ཅིག་མཛད་པ་དང་འཕྲིན་ལས་མཛད་པ་བསམ་གྱིས་མི་ཁྱབ་པ་མང་པོ་ཡོད་འདུག་ང་དེ་དག་ཐམས་ཅད་ཀྱང་ད་ཅིག་ཡིད་ཆེས་པས་ཡིད་ཆེས་ཀྱི་མ་རེད་ད་ཡིད་ཆེས་པར་མཛད་ཀྱི་མ་རེད་གསུངས་པར་ད་གང་ཅིའི་མདོར་བསྡུ་ན་བདག་ཅག་དད་པ་དམན་པས་དད་པ་དང། བསམ་པའི་སྟོབས་མེད་པ་དག་གིས་རེད་བ། དེ་ནི་རང་རང་གི་བྱེད་ལུགས་བྱེད་སྟངས་ཀྱི་རྒྱུ་མཚན་དུ་བགྲངས་ན། ད་བྱང་ཁོང་བླ་མ་ཙོང་ཁ་པ་ཆེན་པོས་ཉེ་བར་གཟིགས་པའི་དབང་གིས་བདག་ཉིད་དོན་གཞལ་གྱིས་དཔྱད་པར་མི་མཛད་པས། ནད་དེ་ནི་བསྙད་པར་བྱ་བར་མི་ནུས་སོ། ཡིན་དུ་འང་ད་གང་བྱེད་དོན་དག་ངོ་བོའི་གནས་ཚུལ་ལ་ག་རེ་གསུང་དགོས་ཨ་རེ་ཟེར་དུ་འང་ལ། བྱང་ཁོང་བླ་མ་ཙོང་ཁ་པ་ཆེན་པོས་ཀྱིས་ནི་གསང་བའི་རྣམ་ཐར་དང་ཐུན་མོང་མ་ཡིན་པའི་རྣམ་ཐར་མང་པོ་ཞིག་ཡོད་ཨ་རེ་ད། ཡིན་ན་དེ་དག་ཐམས་ཅད་སྐབས་དུ་སྐབས་སུ་བབ་པ་རྣམ་ཐར་འདི་གི་བརྗོད་གཞི་མ་རེད་རྣམ་ཐར་འདི་ནང་ལ་གསུང་གི་མེད་ལ། གསུང་ན་ཡང་ཆོས་ཡོད་བ་མ་རེད་ག་རེ་ཟེར་ན་གཞན་ཡིད་ཆེས་ཀྱི་མ་རེད། ག་ཟེར་བ་བློ་གྲོས་དམན་པ་དང་རྐྱེན་བསོད་ནམས་མ་དམན་པ་དང་བསོད་ནམས་ཀྱི་སྟོབས་ཆུང་བ་དེ་ཚོ་གིས། དེ་འདྲ་གི་ཅིག་མང་པོ་ཅིག་གསུང་བ་ཡིན་ན་ཡང་རང་ཉིད་རྒྱུ་མཚན་དུ་བྱས་ན་རང་ཉིད་ལ་མ་མཐོང་བའམ་རང་ཉིད་ཀྱིས་མ་སྦྱར་བའི་དབང་གིས་ད་ལྟའི་རྗེ་བཙུན་བླ་མ་དམ་པ་དེ་ནས་འཇམ་དབྱངས་བླ་མ་ཙོང་ཁ་པ་ཆེན་པོ་ལ་ཡོན་ཏན་འདི་འདྲ་ཞིག་ཐུགས་རྒྱུད་ལ་མངའ་བ་དང། ཁྱད་ཆོས་དང་དེ་འདྲའི་ཐུགས་རྒྱུད་ལ་མངའ་བ་དང་རྟགས་དང་སེམས་མ་དེ་འདྲ་ཞིག་ཐུགས་རྒྱུད་ལ་མངའ་བ་དེ་ལབ་ན་ཡང་ཨེ་ནས་ད་དགོས་པ་རྒྱུ་མཚན་ཞེ་དྲག་མེད་འདུག་ང་ལ་ཨེ་ནས་སྐབས་སུ་བབ་པ་གསུང་གི་མིན་ལ་རྟགས་དོན་དག་མངོན་པའི་གནས་ཚུལ་ལ་སྐུ་གསུང་ཐུགས་ཀྱི་དེ་ནི་ཐུན་མོང་མ་ཡིན་པའི་རྣམ་ཐར་རམ་ཡང་བས་ན་གསང་བའི་རྣམ་ཐར་དེ་ཚོའང་སྐབས་སུ་བབ་པའི་བརྗོད་བྱ་མ་རེད་གསུང་མ་ཡིན་པར་སོང་ཙང་བཞུགས་དགོས་མེད་གསུང་གི། དེ་ལྟར་ན་ཡང་འདི་ཉིད་བྱང་ཆུབ་སེམས་དཔའ། ལམ་ལ་སློབ་པའི་ཚུལ་ཉེ་བར་ན་ཉེ་བར་བཟུང་ན་སྟོན་མཛད་ཅིང་ཕན་པའི་ཕན་པ་མཛད་པས་ཡོངས་སུ་སྤྱོད་པ་བདག་གིས། ཕུལ་དུ་བྱུང་བའི་ཡོན་ཏན་མཐའ་ཡས། ཕུལ་དུ་བྱུང་བའི་ཡོན་ཏན་གྱི་མཐའ་ཡང་ལོ། བདག་ཅག་སའི་དབང་ཕྱུག་མ་ཐོབ་པ་བདག་གིས་ནི་ཕྱོགས་ཙམ་ཞིག་གཞལ་བར་བཅའ་བའི་བསྔོ་ཡང་མི་ཐོགས་མོད་ཀྱི་རེ་ཞིག་གདུལ་བྱ་དམན་པ་བདག་དང་ཐུན་མོང་དུ་སྣང་བ་ཙམ་གྱི་མཛད་པ་ཉིད་ལ་ཉེ་བར་བསྟན་ནས། བྱ་ཚང་ད་ག་རེ་གསུང་གི་འདུག་ཟེར་ན་བྱ་ཚང། བདག་ཉིད་བྱང་ཆུབ་སེམས་དཔའ་དོར་འདོད་ན་བདག་ཉིད་ཆེན་པོ་འདི་ཉིད། རོ། བྱང་ཆུབ་སེམས་དཔས་དེ་ནས་ཅི། ལམ་ལ་སློབ་པ། ལམ་ལ་སློབ་པའི་ཚུལ་ཉེ་བར་བཟུང་བ་སྟོན་མཛད་ཅིང་ཕན་པ། ཡོངས་སུ་སྤྱོད་པ་བདག་གིས། མདོར་དུ་ནི་ཐུན་མོང་མ་ཡིན་པའི་དེ་འདྲའི་གི་ཁྱད་ཆོས་མང་པོ་ཞིག་ཡོད་ཨ་རེད་ད། མཐའ་ཡས་པ་ཡང། བདག་ཅག་སའི་དབང་ཕྱུག་མ་ཐོབ་པ་བདག་གིས་ཟེར་ནས་ང་རང་ཚོ་གིས། ད་རྟོགས་པ་རྒྱུད་ལ་མ་སྐྱེས་ཨེ་ནས་ལམ་གྱི་རྟོགས་པ་རྒྱུད་ལ་མ་ཐོབ་འདུག་ཨང་ལ། ཨེ་ནས་ད་མ་ཐོབ་པ་རྣམས་ལ་ཨེ་ནས་ད་ཅི་གི། ཁོང་གིས་ཨེ་ནས་མཛད་པ་འཕྲིན་ལས་མང་པོ་ཞིག་ནི་མཇལ་བླངས་ཐུབ་དགོས་བ་མ་རེད་ག་རེ་ཟེར་དང་སོ་སོའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་སྐུ་གསུང་ཐུགས་ཀྱི་རྣམ་པར་ཐར་པ་དང་སྐུ་གསུང་ཐུགས་ཀྱི་ཡོན་བདག་འདི་འདྲི་ཞིག་ཡོད་ན་ཡང་ང་རང་ཚོ་བློ་མེད་ང་རང་ཚོ་དེ་ནས་གཅིག་ཡ་ག་རེ་དང་གཅིག་གི་བློ་གྲོས་ཀྱི་ཨེ་ནས་ནུས་པའམ་ཨེ་ནས་གཅིག་གི་རྣམ་དཔྱོད་དང་ག་རེ་ཡིན་ན་དམན་པ་ཡིན་པར་སོང་ཙང་ཨེ་ནས་གཅིག་དེ་མཇལ་མ་ཐུབ་པའི་དབང་གིས་ཨེ་ནས་ད་ཁོང་གིས་ཨེ་ནས་གཅིག་མཛད་པ་དང། ཁོང་གིས་ད་ཅིག་རྣམ་པར་ཐར་པ། བསམ་གྱིས་མི་ཁྱབ་པ་མང་པོ་ཞིག་ང་རང་ཚོའི་བློ་ཡུལ་དུ། ཤོང་གི་མ་རེད་བློ་ཡུལ་མ་རེད། མ་ཡིན་པར་སོང་ཙང་སྐབས་སུ་བབ་པ་དེ་དག་ཞུ་ཡག་མ་རེད། ཡིན་ནའང་སྐབས་སུ་བབ་པ་ག་རེ་ཞུ་ཡག་རེད་ཟུར་དང་གདུལ་བྱ་དམན་པ་དག་ལ་ཡང། ཐུན་མོང་དུ་སྣང་བ་ཙམ་གྱི་མཛད་པ་ཉིད་ཉེ་བར་བསྟན་ནས་ད་གདུལ་བྱ། སྤྱི་བཏང་གི་ཐུན་མོང་མ་ཡིན་པའི་རྣམ་ཐར། གསང་བའི་རྣམ་ཐར་མང་པོ་བཞེས་ནས། དེ་ནའང་གདུལ་བྱ། བློ་གྲོས་ཅན་དང་བློ་གྲོས་མཆོག་ཏུ་གྱུར་པ་རྣམས་ཀྱི་སྣང་བ་ལ་ཡང། ཁོང་གི་མཛད་པ་དང་དྲིན་ལན་མང་པོ་ཞིག་དངོས་སུ་མཇལ། དངོས་སུ་མཐོང། དེ་དག་མཐོང་ན་ཡིད་ཆེས་པ་དང་དད་པའི་དབང་པོ་གྱུར་ཀྱང། ང་རང་ཚོ་ད་གདུལ་བྱ་དེ་ནང་ལ་གདུལ་བྱ་དམན་པ། བློ་གྲོས་དམན་པ། བསོད་ནམས་དམན་པ། རྣམས་ཀྱིས་སྣང་ངོ་ལ་མཛད་པའི་མཛད་པ་འགའ་ཞིག་ཙམ་ཞིག་སྐབས་སུ་བབ་པ་རྣམ་ཐར་དེ་ནང་ལ་མ་འདུག་སེ་བརྗོད་ཡ་ཡིན་མ་གཏོགས། ཡང་ན་གདུལ་བྱ་ཐུན་མོང་མ་ཡིན་པ་དང་བློ་གྲོས་ཆེ་བ་རྣམས་ཀྱི་སྣང་ངོ་ལ་ཡོད་པས་ཀྱི་རྣམ་པར་ཐར་པ་དེ་ཡང་སྐབས་སུ་བབ་པའི་བརྗོད་བྱ་མ་ཡིན་གསུང་དགོས་པར་གདའ། བདག་ཉིད་ཀྱིས་ཁོང་དུ་ཆུད་པ་རྣམ་པར་ཐར་པའི་ཆ་ཤས་འགའ་ཞིག་བལྟས་པས་སོར་མོ་ལན་གཅིག་མིན་པར་བསྐྱོད་པའི་འདུ་བྱེད་ཀྱིས་གཏམ་དུ་བྱ་བའི་མེ་ཏོག་གི་ཕྲེང་བར་བརྒྱུས་ཏེ་སྐལ་བཟང་གི་སྐྱེ་བོ་བདག་གི་རྣ་བ་ལ་བསྒོ་བར་བྱའོ། བྱ་ཚང་དང། བདག་ཉིད་ཀྱི་ཁོང་དུ་ཆུད་པའི་རྣམ་པར་ད་ཅི། གར་ལ་བ་ད་མཁས་གྲུབ་རྒྱལ་ལེགས་དཔལ་བཟང་པོ་ཁོང་རང་གིས་ཨེ་ནས་ད་ཅིག་ཡ། ཅིག་དངོས་སུ་མཐོང་བས་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཀྱིས་ཨེ་ནས་རྣམ་པར་ཐར་པ་མང་པོ་ཞིག་ཨེ་ནས་ད་ཁོང་རང་གིས་བདེན་པས་དེ་ནས། གར་ལ་བ་ད་ཁོང་རང་གིས་ཨེ་ནས་ད་དངོས་སུ་མཇལ་ན་ཨེ་ནས་དེ་རྣམས་ལྷག་དོན་དུ་ཨེ་ནས་ཁ་སང་ཞུས་བ་ནང་བཞིན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ཨེ་ནས་མཁས་གྲུབ་རྒྱལ་ལེགས་དཔལ་བཟང་པོ་དམིགས་བསལ་གྱིས་དེ་ནས་ཡ་དད་པ་དང། ཨེ་ནས་ད་སྐུ་གསུང་ཐུགས་ཀྱི་རྣམ་པར་ཐར་པ་མང་པོ་ཞིག་ཨེ་ནས་དངོས་སུ་ཐོས་དངོས་སུ་མཇལ་ཡོད་འདུག་གང་ལགས་ད་དེ་དག་ཐམས་ཅད་ཨེ་ནས་སྐབས་སུ་བབས་པ་བཞུ་ཡག་གི་ཡུལ་མ་རེད་ཡིན་ན་ཡང་ད་གདུལ་བྱ་ཨེ་ནས་བློ་གྲོས་དམན་པའམ་བསོད་ནམས་དམན་པ་འགའ་ཞིག་ལ་སྣང་ཚོད་ཙམ་གྱིས་ཨེ་ནས་ཡོན་ཏན་གང་ག་འདུག་ཟེར་མ་བརྗོད་གི་ཡིན་མ་གཏོགས་ཨེ་ནས་གདུལ་བྱ་བློ་གྲོས་མཆོག་ཏུ་གྱུར་པའམ་ཨེ་ནས་དངོས་གནས་དྲང་ནས་ད་ཅིག་ས་ལམ་གྱི་རྟོགས་པ་སྐྱེས་པའི་གང་ཟག་རྣམས་ལ་སྣང་བའི་རྣམ་ཐར་དེའང་དེ་ནས་བརྗོད་ཀྱི་མེད་གསུངས་པར་ད་གང་ཅིའི་མདོར་བསྡུ་ན་མཁས་གྲུབ་རྒྱལ་ལས་དཔལ་བཟང་པོ་ཁོང་རང་གིས་དངོས་སུ་སྦྱར་བའི་རྣམ་ཐར་མང་པོ་ཞིག་ཞུས་ན་ཡང། ང་རང་ཚོ་བསོད་ནམས་བློ་གྲོས་མེད་པ་དག་གིས་བློ་ཡུལ་ལ་ཤོང་གི་མ་རེད། བློ་ཡུལ་དུ་ཆུད་ཀྱི་མ་རེད། ཡིད་ཆེས་ཀྱི་མ་རེད་ད་གང་ཅིར་ཡིད་ཆེས་པ་ཙམ་དེ་ནི་གདུལ་བྱ་ཐུན་མོང་བ་བློ་གྲོས་མེད་པ་འགའ་ཞིག་གིས་སྣང། སྣང་ཚོད་དང་ཁོ་རང་ཚོ་དང་མཐུན་པའི་གྱི་རྣམ་ཐར་ཅིག་མ་འདུག་ཟེར་ཞུ་གི་ཡིན་གསུངས་པར་ད།